ཡ་ཐ་སི། ཕོ་ཡི་ཡི་གེ་འབའ་ཞིག་དེ་སྡེ་པ་ཆེ་ཐང་བརྒྱད་ན་ཡོད་པ་དེ་ངོ་འཕྲོད་པར་བྱེད། སྡེ་པ་ཆེ་ཐང་བརྒྱད་ན་ཡོད་སྡེ་པ་དེ་ཡང། པའང། སི་ཡ་དེ་བསྡུས་པའི་གི་སྒྲ་རོ། ཐོག་མར་སྡེ་པ་ཆེ་ཐང་བརྒྱད་ན་ཡོད་སྡེ་པ་ཡོད་པ་རེད། ཡོད་པ་དེ་ཡང།

དྲི་ཟིག་འདུག་ན་བེ་རི་དྲི་ཟོས་ཞེས་པ་རྡོག་རྡོག་ཟོས་ཞེས་པ་ཅི་ལ་དྲི་ཟིག་རེད་ཞེ་སྡང་ཡ་ཅི་བེ་བཀྲམ་ཞེས་པ་ཅི་ཞེ་སྡང་ཡ་རི་དྲི་ཟོས་རྡོག་རྡོག་ཟོས་ཞེས་པ་ཅི་ལ་དྲི་ཟིག་རེད་བང་ཅི་དང་ཅི་དང་དེ་ས་ག་ད་ག་ར་ད་དྲི་གུ་དྲི་ལ་དྲི་ལི་སི་དུས་རྒྱུན་ང་རང་ཚོ་ཐག་བཅད་བྲིས་འདུག་དེ་དང་ནང་དོན་གཅིག་པ་རེད་ད་ས་ག་ད་ག་ར་ད་དྲི་གུ་དྲི་ལ་དྲི་ལི་དྲི་ནས་ད་ག་རེད་ད་ར་ད་དྲི་གུ་དྲི་ན་དྲི་དྲི་ནས་ད་གོ་བྱེད་འབྲེལ་ལས་ཚོ་ཁོ་རང་ཁོ་རང་དུས་གསུམ་དུ་ལོག་ག་རེད་དེ་མ་འོངས་པ་དང་ཨ་ནི་འདས་པ་དེ་ཚོའི་དག་ཆ་རེད་བ་མ་འོངས་པ་དང་འདས་པའི་སྐུལ་ཚིག་གི་དག་ཆ་རེད་ད།

སྡེ་ཚན་ཕོ་དང་མ་ནིང་དང་མོ་དང་ནི་ཡི་བཅས་ཨ་ནི་ཤིན་ཏུ་མོ་བཅས་བཅས་སྡེ་ཚན་བཞི། སྡེ་ཚན་བཞི་འདི་ནང་ནས་ཨ་ནི་ཚུར་འབྲི་དགོས་ཡ་འདི་ནང་དུ་བཅུག་དགོས་ཡ་འདི་སྡེ་ཚན་ནང་ཚུར་འདུག་སོ་བརྒལ་དགོས་ཡ་ཀྱི་ཡི་གེ་ག་རེ་ག་རེ་ཟེར་ན།

སྡེ། སྡེ་ཚན། སྡེ་ཚན་བཞི་ཁ་གྲངས་བང་རིམ་སྨོས་པ་ནས་བཞིན་བཅས་ཡི་གེ་བཞི་བཞི་བྱས་ཀྱི་ཨ་ནི་ཡག་འདི་ན་འདུག་འདི་ན་སྡུད་རྒྱུ་རེད་ཟེར་ལབ་རེད་དམ། འདི་ན་སྡུད་རྒྱུ་རེད་ཟེར་དུས་ཁོ་ན་ད། ཕོ་དེ། ཕོ། མ་ནི། གཉིས་པ། ག་རེ། མོ། གསུམ་པ། ཤིན་ཏུ་མོ། འདུག་ཟེར་རེད་དོ་ཨ་སྡེ་ཚན་བང་རིམ། ཤིན་ཏུ་མོ་བྱས་རྗེས་ཕོ་དང་མ་ནི་མོ་དང་ནི་ཤིན་ཏུ་མོ་བྱས་རྗེས།

བཟླས་པ་བཞི་པ་ཡན་ཆད་ནི་ཡི་གེ་འདི་ཚོ་དབྱེ་བ་ཕྱེད་དགོས་རེད། དེ་ནས་ལྷག་མ་བཅུ་བཞི་གནས་པ་ལ་ད་དེ་ནས་མ་ཤེས་ཟེར་བའི་སྡེ་ཚན་ནང་མ་བཅུ་བསྡུས་པའི་ཡི་གེ་ལྷག་མ་བཅུ་བཞི་ཡོད་རེད། བཅུ་བཞི་བསྡུ་འདུག་དང་ད་ག། བཞི། བརྒྱད། བཅུ་གཉིས། བཅུ་གསུམ། བཅུ་བཞི་བཅས་བཅས། རྟགས་ཀྱི་ཁྱད་པར་སོ་སོའི་སྡེ་ཚན་ནང་མ་ཤེས་ཟེར་བའི་ཡི་གེ་བཅུ་བཞི་དེ་ལ་ལྷག་མ་བཅུ་བཞི་ཟེར་གྱི་ལེ་བར་བརྟག། ལྷག་མ་བཅུ་བཞི་གནས་པ་ཟེར་དུས་ལྷག་མ་བཅུ་བཞི་ཡོད་བསྡད་པ་དེ་ལ། ལྷག་མ་བཅུ་བཞི་ཡོད་བསྡད་པ་དེ་དེ་ལ་རྟགས་ཀྱི་ཁྱད་པར་ག་རེ་ཤེས་ཡོད་རེད།

སྔར། བཅའ་བྱ་བྱ་སྟེ་རྟགས་ཁྱད་པར་གར་ཞིག་སྡེ་ཚན་ག་རེ་ན་བཅུ་སོ་དག་ན་བཞིན་བཅས་རྩ་སོགས་གསུམ་དེ་ཡང་སྡེ་ཚན་དེ་དང་གཅིག་པ་གཅིག་རྐྱང་གཅིག་གྲོགས་གྱུར་རེད། བཅའ་སྡེ་ཚན་ག་རེ་ན་བཅུ་སོ་ནས་དེ་རྩ་དེ་སྡེ་ཚན་དེའི་ཁོངས་རེ་རེད། ཆ་དེ་སྡེ་ཚན་ག་རེ་ན་བཅུ་སོ་དེ་ནས་བཞིན་ཚ་དེ་སྡེ་ཚན་དེའི་ནང་བཞག་གོ་རེད། བྱ་དེ་སྡེ་ཚན་ག་རེ་ན་བཞག་སོ་དག་ན་བཞིན་ཚ་དེ་སྡེ་ཚན་དེའི་ཁོངས་ན་བཞག་གོ་རེད་བཅས་བཅས་ད།

བ་ནི་བ་དང་སྦྱར་བར་བྱ། དེ་ནས་བ་ཡིག་དེ་བ་དང་སྦྱར་བར་བྱ་བ་རེད་ཅེས་བ་དེ་བ་དང་སྦྱར་བར་བྱ་ཞེས་བྱའི། སྔར་བ་དེའི་རྟགས་ཁེལ་བ་གང་དུ་ཤེས་སོ། དེ་དང་མཚུངས་པར་བྱེད་ཅེས་བ་དེ་བ་ཡིག་གི་རྟགས་བ་ཡིག་མོའི་ཁོ་ན་བཞག་པ་ན་ཤེས་བ་ནི་བ་ཡིག་དང་མཚུངས་པར་བྱེད་ཅེས་དེའི་རྟགས་དང་མཉམ་དུ་སྦྱར་བ་རེད་དེའི་རྟགས་དང་མཚུངས་པར་སྦྱར་བ་རེད་གསུངས་པ་རེད། བ་ནི་བ་དང་སྦྱར་བར་བྱ། དེ་ནས་ལྷག་མ་དྲུག་ཅིག་ལྷག་གི་རེད། དེ་ནས་ལྷག་མ་དྲུག་ཟེར་དུས་དུག་བྱེད་དུས་ངོ་ནས་བལྟས་ཡོད་དུས་ལྷག་མ་དྲུག་ཚེགས་མེད་འདུག་བ། ལྷག་མ་དྲུག་ཚེགས་མེད་དུ་དེ་བཞི་བརྒྱད་བཅུ་འདུག་བ། གང་ཡིན་ཟེར་ན་བཞི་བརྒྱད་བཅུ་འདི་ལྟར་ལྷག་མ་དྲུག་ཟེར་ད་ངོས་འཛིན་དུག་བྱེད་བར་བ་རྩ་བའི་ཚིག་ན་ཁ་གསལ་དེ་བ་ར་ལ་ཧ་ཟེར་ཁ་གསལ་འདུག་བ།

ཨ་ནི་ཚད་མས་དཔྱད་ཀྱང་བྱ། ཨ་ཡིག་དེ་ལ་ཡང། མིང་གཞན། ཚད་མས་ཀྱི་ལེགས་པོ་རེད་ཚད་མས་བསྐྱངས་གཟིགས་ཀྱི་རེད་ཟེར་བསྐྱངས་དྲ་མོས་པའི་ཤུགས་ཀྱིས། ཨ་ཡིག་ལ་མིང་གཞན་དག་ཅེས་བཏགས་ཡོང། མིང་གཞན་དག་ཚད་མས་བསྐྱངས་གཟིགས་ཀྱི་རེད་ཟེར་ཡོང་དུས་ང་ན་ཡ། ཨ་ཡིག་བཏགས་གཞན་དག་ག་རེ་ལ་ཡོད་ན། རྐྱང་སྒྲ་སྨྲོས་སོ། རྐྱང་སྒྲ་སྨྲོས་དུས་རྐྱང་སྒྲའི་ཤུགས་ཀྱིས་དོན་གཞན་གྱིས་བསྡུ་བར་བྱེད་དགོས་རེད་དོན་གཞན་གྱིས་གོ་བར་བྱེད་དགོས་རེད་གར་གོ་བར་བྱེད་དགོས་ཟེར་ན། ཨ་ཡིག་དེ་ར་ལ་ར་ལ་ཧ་གསུམ་མོ་ཞང་ཡིན་པ་དེ་བཞིན་དུ་ཨ་ཡིག་ཀྱང་མོ་ཞང་རེད། ཨ་ཡིག་མོ་ཞང་ཡི་གེ་ཡིན་པ་མ་ཟད་ཚད་མེད་ཀྱི་ཡི་གེ་རྐྱང། ཟེར་གི་རེད་ད། ཚད་མས་ཀྱང་ཡི་གེ་རེད། ཚད་མེད་ཀྱི་ཡི་གེ་ཡང་རེད། དེ་ལས་ཚད་མས་ཀྱང་ཟེར་གི་རེད་ལབ་པར་གདའ། ཨ་ནི་ཚད་མས་ཅེས་ཀྱང་བྱ། ཨ་ཡིག་ལ་ཡང་ཚད་མས་ཅེས་མིང་ཀྱང་འདུག་ཅེས་ལབ་གི་རེད་ལབ་པ་ཡིན། ཨ་ནི་ཚད་མས་ཅེས་ཀྱང་བྱ་ཟེར་བའི་དངོས་སུ་ཨ་ཡིག་དེ། མོ་ཤམ་ཡེ་སི་མོ་གསུངས་པ་རེད། ཨ་ཡེ་ལ་མིང་ཆེན་ཚད་མེད་ཅིག་ལབ་ཚད་མེད་ཀྱང་ལབ་གི་རེད་ཟེར་དུས་རྐྱང་དྲན་ཤོག་གི་ཨ་ཡེ་དེ་མོ་ཤམ་ཡེ་གི་གོ་གོར་དང་མོ་ཤམ་ཡེ་གི་ཡིན་པ་གོ་གོར་དེ་ཡིན་དུས་མོ་ཤམ་ཡེ་གི་གཞི་ཆགས་སོང་བ་ད་བྱེད་དུས་ད་རྩ་བའི་ནང་ལ་ཡ་བི་གའི་སྡེ་བ་ཆེ་ཐང་བརྒྱད་ན་གནས་སྡེ་བི་གའི་ཡེ་གི་དེ་དག་སྡེ་ཚན་ལྔའི་ནང་བྲིས་ཐང་ཐུགས་སུ་བྲིས་གནང་བ་རེད། དུ་སྒྲིལ་བྱ། དུ་སྒྲིལ་ཡིན་དུས་དེའི་སྒྲིལ་བྱས་པའི་གི་རིས་མེད་ན་ཡོད་དེ་བའི་གི་ནང་དོན་སྙིང་པོ་དེ་ཨ་ནི་ཀ་ནས་སེལ་བའི་མེ་ལོང་ནས་གསུངས་ཞེས་ཟེར་བ། ཀ་ནས་སེལ་བའི་མེ་ལོང་ན་རྟ་ཆུ་ཀ་ནས་སྙིགས་དུས་དུ་མ་གསུངས་དགོས་ས་ཨ་ནི་རྩ་བའི་དེའི་རིས་མེད་ན་བྲིས་ཞེས་པ་ནས་བཞིན་ཀ་ཅཱ་རྟ་པ་རྩང་རྣམས་ཕོ། ཁ་ཆ་ཐ་ཕ་ཚ་མ་ནིང།

འདི་སྐད་དེ་ལ་ཡང། ཡི་གེ་སུམ་ཅུ་ཐམ་པ་ལ། ཅེས་རྩ་བའི་ཚིག་གཅིག་འདི་འདི་གང་དུ་ཡོད་རེད། སྡེ་ཚན་ལྔ་རུ་དྲིལ་བྱས་ཏེ་ཡི་གེ་སུམ་ཅུ་ཐམ་པ་ལ་ཕོ་དང་མ་ནི་མོ་དང་ནི་ཤིན་ཏུ་མོ་དང་ཞི་ཞོར་དད་པ་ཞི་བ་ཡན་ཆད་ཡས་ལྷ་མང་བཅུ་བཞིན་གནས་པ་ལ་རྩ་སོགས་གསུམ་ནི་ལྕགས་སོགས་ཀྱང་བ་ནི་བ་དང་བྱ་བར་བྱ།

གལ་སྲིད་འཐུས་མི་གསུམ་ཡིན་ན་གཉིས་ཉུང་བཏང་ཡོད་མ་རེད། མཁས་པ་གཅིག་གིས་མ་གསུངས་ཡོད་དུས་མ་ནི་འཚེ་མེད་ཅེས་ཀྱང་བྱ་ཟེར་ཡ་དང་ར་ལ་ཧ་ནི་ག་ས་ཨ་ནི་འཚེ་མེད་ཅེས་ཀྱང་བྱ་ཞེས་དེ་གཉིས་ཀ་ཁས་ལེན་པས་ནི་གཅིག་འགྲིག་སྟངས་ཡོད་མ་རེད། གཅིག་འགྲིག་སྟངས་ཡོད་མ་རེད། དེ་བས་དུས་ད་ཕེ་ཁའི་སྤྱི་ཡོངས་ཀྱི་ཕེ་ཁའི་འགྲོ་སྟངས་དང། གཅིག་མིག་གི་བསམ་ཚུལ་ལ་ཡང་ཅི་རན་མ་རེད་དང་སྐད་ཡིག་འགྲོས་དང་མཐུན་མི་མཐུན་ཟེར་ཡག་ཅི་དང་ཅི་དང་བཀོལ་སྤྱོད་བྱེད་ཡག་དང་བཀོལ་སྤྱོད་བྱེད་སྟངས་ཐོག་ནས་མཐུན་མ་མཐུན་མ་གོ་བཅས་ལ་ད་གཞི་བཅོལ་བཅས་ཨ་ནི་པང་སྒྲུབ་ཡག་རེད་ཅིག་མ་གཏོགས་ཐ་ཆད་དུ་ད་འདི་བྲིས་ཡོར་དང་འདི་བྲིས་ཡོར་མར་གསུང་ཡག་ཕལ་ཆེན་ཡོད་རྒྱུ་མ་རེད།